ཅུ་ལེ། འདི་ནས། ཚོང་དཔོན་གྱི་བུ་ནོར་བཟང་ཡིས་ཀ་བ་མང་པོས་བཅགས་པས། དེ་ནས། བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོ། འཇལ་ཁང་ནོ། བྱ་ལེ། དེ་ནས་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོས་ཚོང་དཔོན་གྱི་བུ་ནོར་བཟང། བཟང་སྤྱོད་སྨོན་ལམ་པོ། ཇི་སྙེད་སུ་དག་ཕྱོགས་བཞི་གཅིག་སྟེ་ན་བཞུགས་ཁང་འདི་ཀ་ནས། དང་ངོས་སུ་གསུང་ཁང་ནོ། བཟང་སྤྱོད་སྨོན་ལམ་ཆ་ཚང། དེ་ནས་བཟང་སྤྱོད་སྨོན་ལམ་མ། ས་བཅད་གསུམ་ཡོད་དེ་ནོསས་བཅད། ས་འབག་བཅད་དང་བཅད་ས་བཅད། ས་བཅད་ཞུ་ན་དེ་ནི། ཁག། དེ་ནི་པོ། པོ་གསུམ་ཡིན་ན་སྒོ་ཟེར་གྱི་ནོསས། བཟང་སྤྱོད་སྨོན་ལམ་པོ། དེ་ནི་དང་པོ་ཅི་ནོསས་ཞུ་ན་དེ་ནི། སྦྱོར་བ་ཚོགས་བསགས་སྒྲིབ་སྦྱང་གི་ཆེད་དུ་ཡན་ལག་བདུན་པ་བཤད་པས། དེ་ནི་དེའོ། ཡན་ལག་བདུན་པ་བདག་ནང་ང་དང་ཞུ་ས་རེད་ནོསས། དེ་ནི་དངོས་གཞིས་བཟང་སྤྱོད་སྨོན་ལམ་གྱི་དབྱེ་བ་བཤད་པ་དེའོ། གཉིས་པ་ནོསས། དེ་ནི་གསུམ་པ། དེ་ནི་སྨོན་ལམ་གྱི་ཕ་ཉོན་བཤད་པས། དེ་གསུམ་གྱི་ནང། དེ་ནི་བཟང་སྤྱོད་སྨོན་ལམ་ཆ་ཚང་མི་བསུ་ཟེར་ད་དེ། དེ་གསུམ་ཀ། དེ་ནས་བཟང་སྤྱོད་ནོར་རྣམས་ཆ་ཚང་ས་ན་ནོ། ད། དེ་རིང་ཡང་ཧ་གོ་ལྕགས་སེར་པོའི་ཡང་ངག་དང་ཡན་ལག་བདུན་པོ། དེ་ནས་མདོར་བསྡུ་ཆོས་ཟེར་ཞུ་ན། དེ་ནས་སྒོ་ནས་གཅིག་བཟང་པོ་དང་པོ་མདོར་བསྡུ་ཆོས་ཟེར་ཞུ་ན། དེ་ནས། འཕགས་པ། བཟང་པོ་སྤྱོད་པའི་སྨོན་ལམ་གྱི་རྒྱལ་པོ། དེ་ནས་འཕགས་པ་ཞུ་མཁན་པོ་དེ་ནས་སྤྱོད་པ་ཚང་པོ་ཚང་མའི་ནང་ནས། ད་མཆོག་ཏུ་གྱུར་པ་ཡིན་པ་བཟང་དེ་ནས་འཕགས་པ། ད་ཁོ་རང་པོ་བཟང་སྤྱོད་སྨོན་ལམ་མ་འཕགས་པ་ཞུ་ན་བཟང་སྤྱོད་སྨོན་ལམ་ཁོ་རང་གོ་བ་ནོ། དེ་ནས་བཟང་པོ་སྤྱོད་པ་ཞུ་ན།

ད་བསམ་བློ་དགའ་གཟུགས་ཤིག་ཡོད་དགོས་ཟེར་ནོག་ཟེར་ན། དེ་ནས་ཡང་དང། ངའི་རྒྱུད་ལ་ལྕགས་ཚུགས་ཟིན་པའི་སྤྱོད་པ་ཚང་མ་སྐྱེ་ན། ཅི་མ་རུང་བསམ་ཁ་ནས་བསམ་པའོ། ཡང་མིན་ན། སྐད་ཅིག་པའང་བསམ་ཁ་ནས་བསམ་བློ་བ་ཅི་བཟང་ནོག་ཟེར་ན། དེ་ནས་སྨོན་ལམ་བཞག་ནོག། ད་སེམས་ནི་ནང་ནས་བསམ་མི་འཆི་སང་ཁྱེད་ག་ནས་དེ་ནས་དེ། བསམ་ཁ་བིང་བ་སང་དེ་ནས་སྨོན་ལམ། དེ་ནས་དེ་བ་སྨོན་ལམ་བཞག་ནོག། དེ་ནས་རྒྱལ་པོ་བཞུགས་ཁང་པོ་དེ་ནས་སྨོན་ལམ་ཚང་མའི་ནང་ནས་ད། རྒྱལ་ཤོག་པོ་ཡིན་ནོ། དཔེར་ན་ང་དང་མི་ཚང་མའི་ནང་ནས་དྲག་ཤོག་པོ་རྒྱལ་པོ་ཡིན་ཁ་ཚུགས་ལ་རྒྱལ་པོ་དེ་ནས་མི་ཚང་མའི་ནང་ནས་ད། ཚང་མའི་ནང་ནས་མཐོ་ཤོག་པོ་ཡང་མིན་ན། གཙོ་ཡིན་ནོ། རྒྱལ་དྲག་ཤོག་པོ་ཡིན་ནོ། དེ་ན་ཚོགས་ལ་དེ་ནས་སྨོན་ལམ་ཚང་མའི་ནང་ནས་དྲག་ཤོག་པོ་དེ་ནས་བཟང་པོ་སྤྱོད་པའི་སྨོན་ལམ་བཟང་སྤྱོད་སྨོན་ལམ་ཡིན་ནོ། དེ་ནས། འཕགས་པ་བྱམས་པ་གཞོན་ནུ་གུས་པ་ལ་ཕྱག་འཚལ་ལོ་ཞུས་ཁང་པོ་ནི། དེ་ནས། དག་ས་སམ། རྒྱ་གར་ཨིསི་ཀ་དེ་ནང་ནས། དེ་ནས་བོད་ཨིསི་ཀ་དེ་ནང་ལོ་ཙཱ་བ། གུར་ཙཱ་ན། དེ་ནས། དེའོ། དེ་ནས། བར་ཆད་མི་འབྱུང་བྱ་ཟེར་བས་ཕྱག་འཚལ་ལེ་ནོ། དེ་ནས་ཡན་ལག་བདུན་པའི་ནང་ནས་དང་པོའོ། དེ་ནས་ཕྱག་འཚལ་བ་ལ། དེ་ནས། སྒོ་གསུམ་ཐུན་མོང་དུ་ཕྱག་འཚལ་བ། དེ་ནས་ལུས་ངག་ཡིད་གསུམ་དེ་ནས་གསུམ་ཀའི་སྒོ་ནས་དེ་ནས་ཕྱག་འཚལ་བ་གཅིག། དེ་ནས་ལུས་ཀྱི་སྒོ་ནས་ཕྱག་འཚལ་བ་དང་གཉིས། དེ་ནས་ཡིད་ཀྱི་སྒོ་ནས་ཕྱག་འཚལ་བ་དང་གསུམ། དེ་ནས་ངག་གི་སྒོ་ནས་ཕྱག་འཚལ་བ། ད་ཕྱག་འཚལ་བ་ལ་དེ་ནས་ཟབ་བྱ་ཞུ་ན་ཞེས་སྒྲ་དེ་ནས་ཁག་བཞི་ཡོད་དེ་ནོ། དེ་ནས་དང་པོ་ལུས་ཀྱི་སྒོ་ནས་ཕྱག་འཚལ་བ། ཇི་སྙེད་སུ་དག་ཕྱོགས་ཆོས་འཇིག་རྟེན་ན་དུས་གསུམ་ཆད་པ་མེད་ཟིན་གྱི་ཀུན་བརྟགས་ཀྱི་མ་ལུས་དེ་དག་ཐམས་ཅད་ལ་ལུས་དང་ངག་ཡིད་དང་བ་ཆ་གིའོ། དེ་ནས་ཇི་སྙེད་སུ་དག་ཕྱོགས་ཆོས་འཇིག་རྟེན་ན་བཞུགས་ཁང་པོ། དེ་ནས་ཕྱོགས་བཅུའི་འཇིག་རྟེན་ན་སངས་རྒྱས། སུ་དང་སུ། དེ་ནས་སངས་རྒྱས་བསམ་ཤིང་བཞུགས་ཟེར་ན་ཡང། དེ་ནས་དུས་གསུམ། དེ་ནས་དུས་གསུམ་ཆད་པ་མེད་ཟིན་གྱི་ཀུན། དེ་ནས་དུས་བཟླས་པ་བཟླས་པས་ན་སངས་རྒྱས་བསམ་ཞིག་བཟླས་པས་ན་དེ་ནས་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་བསམ་ཞིག་ཕེབས་ཟེར། པ་སྟེ་ཚང་མ་ལྔ་ཕྱག་ཙམ་ལས། དེ་ནས་ཏཱལ་རྟགས་འདག་ས། དེ་ནས་ཕྱོགས་བཅུ་ན་དེ་སངས་རྒྱས་ཙམ་ཞིག་ཕེབས་སའི་ཡོད་ན་ཡང་སྟེ་ཚང་མ་ལྔ་ཕྱག་ཙམ་ལས། དེ་ནས་མ་འོངས་པ། དེ་ནས་ཕྱོགས་བཅུ་ན་སངས་རྒྱས་ཙམ་ཞིག་ཕེབས་སའི་ནང་དེ་ཚང་མ་ལྔས་ལུས། ངག། ཡིད་གསུམ་སྡང་བ། དད་པ། སྡང་བ་ཞུ་ན་དད་པའམ་མོས་པའི་སྒོ་ནས་དེ་ནས་ཕྱག་ཙམ་ལས། དེའོ། དེ་ནས་སྒོ་གསུམ་ཐུན་མོང་དུ་ཕྱག་འཚལ་བ། ད་དེ། སྒོ་གསུམ་ཐུན་མོང་དུ་ཕྱག་འཚལ་བ་ལུས་ངག་ཡིད་གསུམ་ཀའི་སྒོ་ནས་དེ་ནས། ཕྱོགས་བཅུ་དུས་གསུམ་གྱི་སངས་རྒྱས་ཚང་མ་ཕྱག་འཚལ་ལོ། ཞུ་ཁང་པོ། དེ་ནས་སྒོ་གསུམ་ཐུན་མོང་དུ་ཕྱག་འཚལ་བ་ཡིན་ནོ། དེ་ནས་གཉིས་པ་ལུས་ཀྱི་སྒོ་ནས་ཕྱག་འཚལ་བ། བཟང་པོར་སྤྱོད་པས་མི་རྣམས་སྟོབས་དང་གྱིས། རྒྱལ་བ་ཐམས་ཅད་དུ་ཡི་གེས་མངོན་སུམ་དུ། བཞིན་གྱི་སྡུག་བསྔལ་ལུས་རབ་བཏུལ་བ་ཡིས་རྒྱལ་བ་ཀུན་ལ་རབ་ཏུ་ཕྱག་འཚལ་ལོ། ད། ལུས་ཀྱི་སྒོ་ནས་ཕྱག་འཚལ་བ་སྟེ། དེ་ནས་བཟང་པོར་སྤྱོད་པའི་སྨོན་ལམ། ཡོད་ཁ་ནི་སྟོད་པོས་ཡང་མིན་ན་ནུས་པས། དེ་ནས་སངས་རྒྱས་མཚམས་སྤྱད། དེ་ནས་སངས་རྒྱས་ཚང་མ་རྡུལ་སྙེད་ནམ་མཁའི་ག་བཞུགས་སུ་ཡོད་བསམ་ཟིན། དེ་ནས་མོས་པ་སྤྱོད་བྱ། དེ་མོས་པ་སྤྱོད་ཟིན་ན། དེ་ནས་ངའི་ལུས་པོ། དེ་ནས་ལུས་གྲངས་མེད་གང་བྱས་བཀྲུ་ལས། དཔེར་ན་ང་དང་དེ་འཇིག་རྟེན་པོ་ཡིན་ན་འཛམ་བུའི་གླིང།

དེ་ནས། བཟང་པོ་བཤོས་པའི་སྨོན་ལམ་ཞུ་ཁ་འགྲོ་དག་ས་དེའི་ས་ན་ཅི་ནུས་དག་ས་ཡི་ག་དེའི་དོན་དག་གོ་ཅི་ནུས་ཞུས་ན། དེ་ནས་ང་དེར་གྱུར་ལ། ད། དེ་ཁོ་རང་བསམ་བློ་ཞིག་ཡིན་ནོ། ད་ང་དེར་གྱུར་ལ་དཔེར་ན་ངའི། གྱུར་ལ་བྱང་ཆུབ་སེམས་དཔའི་སྤྱོད་པ་བཟང་པོ་ཚང་མ་སྐྱེ་ན་ཅི་མ་རུང་བསམ་ག་ནས་སྐྱེ་ཞིག་པའང་བསམ་ག་ནས་བསམ་པ་བ་ཅི་ཟེར་ནོ་ཟེར་ན། དག་ས་བཟང་པོ་བཤོས་པའི་སྨོན་ལམ་ཟེར་ནོ། དེ་བཟང་པོ་བཤོས་པའི་དེ་བསམ་བློ་ཡོད་པའི། དེ་ནས་སྟོབས་སམ་ཡང་ན་ནུས་པའོ། སྟོབས་ཤུགས་ཀྱིས་ཡང་ནུས་མཐུས། དེ་ནས་སངས་རྒྱས་ཐམས་ཅད་དུས་ཀྱི་ནམ་མཁར་མངོན་སུམ་དུ་བཞུགས་སུ་ཡོད། དེ་ཡོད་པའི་སྟོབས་ཀྱིས་དེ་ནས་སངས་རྒྱས། དེ་ཡོད་པའི་སྟོབས་པར་བརྟེན་ནས་དེ་ནས་སངས་རྒྱས་ཚང་མ། སངས་རྒྱས་དཔག་ཏུ་མེད་པ་དེ་ནི་དུས་ནི་ནམ་མཁའི་ཁར་མངོན་སུམ་དུ་བཞུགས་སུ་ཡོད་བསམ་སྟེ། བསམ་དགོས་ས་ནོ། དེ་བསམ་སྟེ་བཏིང་ན་དེ་ནས། ངའི་གླུས་སྤང། དེ་ནས་སྐྲངས་མེད་རྐང་གཅིག་བཀྲུ། ལས་སྤེལ་ན་ང་དང་ཁ་དང་བཅས་ན། ཁའོ་ང་དང་རྩིས་ཐུབ་བྱ་ཞེས་མེད་ཀྱང། སྐྲངས་མེད་ཀྱང་ཁ་རྩིས་བྱ། རྩིས་ཐུབ་བྱ། སྐྲངས་མེད་ཁ་བྱིན་ནོ། དེ་ནས་རྩིས་མི་ཐུབ་བྱ་ཞིང་ནོ། དེ་སྣ་ཚོགས་ལ་ངའི་གླུས་སྤང། དེ་སྣ་ཚོགས་མང་པོ་བཀྲུ། ལས་དེ་ནས་དེ། དུས་ཉི་ནམ་དུས་ཉི་ནམ་ཧེ། མངོན་སུམ་དུ་བཞུགས་སོ་ཁ་ནས་སངས་རྒྱ་བཟང་མ། དེ་ནས་གླུས་ཀྱི་སྒོ་ནས་མལ་སྔ་ས་ཕབ། དེ་ནས་ལུས་པོ་རིང་སྤ་ནང་དང་ང་དེའི་གཟུགས་པོ་རིང་སྤ་མཉམ་པོ་མ་ཡིན་པ་ཡང་མིན་ན་ཕྱག་མ་དག་པ་ལུས་སྒུར་སྒུར་བྱོས་སེ་མ་ཡིན་པ་དེ་ནས་ཕྱག་རྒྱ་ལ་བྱོས་སེ་ཚ་ལེད་ལུས་ཀྱི་སྒོ་ནས་གཟུགས་པོ་གཟུགས་པོ་དང་མལ་ང་དེ་ནས་པུས་མོའི་སྐ་དེ་ནས་ལག་པའི་སྐ་དེ་ནས་སྤལ་པ་སེ་ག་མལ་ང་སྲ་ཕབ་སེ

དེ་ལྟར་ཆོས་ཀྱི་ཡིན་ནོ་མ་ལུས་སོགས་ཐམས་ཅད་སྐལ་བ་དག་གིས་བསྐང་བར་མོས་ཞུ་ན། དེ་ནས་དེ་སྣ་ཚོགས་ལ་སྔར་ལ། དེ་ནས་སངས་རྒྱས་སའི་ཞིང་ཁམས་ཉེར་བདུན། བརྩམས་ཆོས་ཏེ་ཚང་མའི་བཀའ་དེ་ནས་སངས་རྒྱས་དཔག་ཏུ་མེད་པ་བཞུགས་སའི་ཡུལ་དེའང་དེ་ནས་བྱང་ཆུབ་སེམས་དཔའ། སངས་རྒྱས་ཏེ་ཚང་མ་དེ་ནས་ཁོ་རང་གཅིག་པུ་མ་ཡིན་པ་བྱང་ཆུབ་སེམས་དཔའ་དཔག་ཏུ་མེད་པ་སྐོར་རེ། དེ་ནས་སངས་རྒྱས་སུ། ཀིལ་པི་ཀ་བཞུགས་སའི་ཡུལ་དེ་ནས་ཐ་མའི་བཀའ། བྱང་ཆུབ་སེམས་དཔའ་སྐོར་རེ། བཞུགས་སའི་ཡུལ་བསམ་ག་ནས་དང། བསམ་གོ་ས་ལོགས། དེ་ནས། དེ་སྣ་ཚོགས་ལ་དེ་ནི་ང་དང་དག་ས། དེའི། འཇིག་རྟེན་མ་དག་པའི་འཇིག་རྟེན་ཚང་མ་ནོག་པ། དེ། མ་དག་པའི་འཇིག་རྟེན་ནི། དེ་ནི། རྡུལ་ཙམ་ཞིག། ད་མ་དག་པའི་འཇིག་རྟེན་ནི་རྡུལ། ཙམ་ཞིག་དེ་ཚང་མས་ཀང། དེ་ནི་སངས་རྒྱས་དཔག་ཏུ་མེད་པར་རྡུལ་རེ་རེ་ག་དེ་ནི་སངས་རྒྱས་དཔག་ཏུ་མེད་པར་ཤུགས་སུ་ཡོད་བསམ་ཚེ། དེ་ནི་ང་དང་སེམས་ཀྱི་མུ་སྤ་སྐྱེ་དགོས་ས་ནོག། ཡང་མིན་ང་དང་རྡུལ་ལི་ག་ཟ་གོ་མ་ཤེས་ན་དེ་ནི། ང་དང་དེའི་ནམ་མཁའ། ནམ་མཁའ་སྟོང་པ་ཙམ་ཞིག་འདུག།

ནམ་མཁའ་ཚང་མ་གང་སའི་སངས་རྒྱས། དཔག་ཏུ་མེད་པའི་སྒོམ་སོད་པ། དེ་ལྟའི་སངས་རྒྱས་ཚང་མས། དེ་ནས་བསྔགས་པར་ཞུ་ན་ཡོན་ཏན་པོ། དེ་ནས་རྩིས་སུ་མི་ཚར་ཆ་བསམ་གྱིས་མི་ཁྱབ་པ་ཡོད་དེ་ནོ། དེ་ནས་སྐུ་གསུང་ཐུགས་ཀྱི་ཡོན་ཏན་མང་པོ། ཡོད་དེ་ནོ། དེ་ཚང་མ། དེ་ནས་སངས་རྒྱས་དེ་ཚང་མའི་ཡོན་ཏན་ཀུན། དེ་ནས་དབྱངས་སྙན་པའི་སྒོ་ནས། དེ་ནས།

དེ་ནས་དེའི་སྟེང་ན་མཆོད་པ་ཕུལ་བ་ནོ། མཆོད་པ་ཕུལ་བ་དེ། དེ་ནས་མེ་ཏོག་དང་བ་ཕྲེང་བ་དང་བ་དང་སིལ་སྙན་རྣམས་དང་བྱུག་པ་དུ་ཆོ་དང་མ་མའི་ཆོ་དང་དུ་ཀུ་དང་བ་ཡིས་བསྐལ་བ་དེ་དག་ལ་ནི་མཆོད་པར་གྱིས། ད་དེ་བ་ཤོ་ལོ་ཀ་གཉིས་བྱོས་དེ་ནོ་ན་ཚ་དང་བ་རྣམས་དང་དྲི་ཆོ་དང་ཕྱེ་མ་ཕུབ་མ་རི་རབ་མཉམ་པ་དང་ཁོབ་ད་ཁྱད་པར་འཕགས་པའི་ཆོས་ཀུན་གྱིས་བསྐལ་བ་དེ་དག་ལ་ནི་མཆོད་པར་གྱིས། དེ་ནས་མཆོད་པ་ཕུལ་བྱ་སོང་དེའང་མེ་ཏོག་དང་བ། མེ་ཏོག་ཚང་མའི་ནང་ན་རྒྱ་ཤོག་པོ། དེ་ནས་མེ་ཏོག་དབྱིབས་དེ་དབྱིབས་པོར་བསྟིམ་མོ། དེ་ནས་ཁ་དོག་བསྟིམ་མོ། དེ་ནས་ཚོགས་ལ་མེ་ཏོག་གི་ཕྲེང་བ་དང་ཕྲེང་བ་ཕྱི་ནང་གཡུའི་ཆུ་རུ་མུ་ཏིག་ལ་སོགས་པའི་ཕྲེང་བ་ཕྱི་ནང་དང་དེའི་ཕྲེང་བ་བརྒྱད་ལ་ཚང་མ་དེ་ནས་སིལ་སྙན་རོལ་མོའི་སྒྲ་དེ་ནས་པི་ཝང་ལ་སོགས་པ་དེའི་སྒྲ་ཚང་མ་དང། དེ་ནས་བྱུག་པ། དེ་ནས་ང་དྭགས་སུ་སྤོས་སུ་ཆུ་ལ་སོགས་པ་དེ་ནས་དུག་དེ་ནས་མར་མེ་དེ་ནས་དུག་སྤོས་དེ་ནས་དེ་ནས་གནམ་ས་དེ་ནས་དཀྲིས་ཆོག་དེ་ནས་ཕྱེ་མའི་ཕུར་མ་ཕྱེ་མ་ཕུར་མ་ཆུ་ཁང་དོ་བདག་ས་སྤོས་ཐག་ཁང་ལྟེ་ཚང་མ་ཡིན་ནོ། དེ་ནས་ལྟེ་ཚང་མ་བཀོད་པ་ཁྱད་པར་དུ་འཕགས་པ་བྱུང་ན་དབྱིབས་དང་བཟོ་ལྟ་དེ་མོ། དེ་ནས་ཁ་དོག་དེ་མོ་ལྟེ་ཚང་མ་དེ་ནས་སངས་རྒྱས་བཅོམ་ལྡན་འདས། ཕྱོགས་བཅུ་ན་ཅིག་ཤོས་པའི་སངས་རྒྱས་བཅོམ་ལྡན་འདས་ཚང་མ། དེ་ནས་བྷུ་ལེས་དེ་བཅུ་ནང་ཞིག་ན། དེ་ནས་ལ་ན་ཡོད་པའི་མཆོད་པ་ནོ། ད་ང་དང་བྱུར་ཁང་པོ་ང་དང་རིག་གནས་ཁང་པོ། དེ་ནས་དེ་བས་ཡང་ང་དང་ག་རེ་ས། ལ་ན་ཡོད་པའི་མཆོད་པ་ཞིག་ན་ད་ང་དང་སྟག་ཚ་དངོས་སུ་ང་དང་ཕུལ། ཕུལ་ཁ་ནི་མཆོད་པ་ཚང་མ་ཡིན་ནོ། ད་དེ་ཚང་མ་དེ་ནས་སངས་རྒྱས་བཅོམ་ལྡན་འདས་ཚང་མ། དེ་ནས་སངས་ཕྱོགས་བཅུ་ན་བཞུགས་པའི་སངས་རྒྱས་ཚང་མ་མཆོད་པ་ཕུལ་ལེ། དེ་ནས། དེ་ནས་བླ་ན་མེད་པའི་མཆོད་པ་མཆོད་པ་གང་རྣམས་ལ་མི་སྐྱེ་བྱ་བ་དེ་དག་སྐྱེ་བ་ཐམས་ཅད་སླར་ཡང་མོས། དེ་ནས་དེའི་ཚིག་རྐང་གཉིས། དེའི་གཡོགས་མ་ཨིསྐ་བཟང་པོ་ཆུ་ལ་བཏབ་པའི་སྟོབས་དག་གིས་སྐྱེ་བ་ཀུན་ལ་ཕྱག་ཚ་མཆོད་པར་གྱིས། དེ་ནས་དེའི་ཨིསྐ། དེ་ནས་ཕྱག་འཚལ་བ་དང་མཆོད་པ་ཕུལ་བས། སྟོན་སྤུ་སྟ་ནས་ནོག། ད་སྔ་ལ་བླ་ན་མེད་པའི་མཆོད་པ། མཆོད་པ་གང་རྣམས་ལྷ་མི་དེར་སྐྱེ་བྱ་བ་དེ་དག་སྐྱེ་བ་ཐམས་ཅད་སླར་ཡང་མོས། ད་མཆོད་པ། གང་ངོ། ཀྱེ་ནི་བླ་ན་མེད་པ་ཡིན།

དེ་ནས་མཆོད་པ་དཔག་ཏུ་མེད་པ་དྲ་མིག་སྣ་ཚོགས་དཔག་ཏུ་མེད་པ། ཕུ་ལིན་ས་ཁང་པ། དེ་ནས་བླ་ན་མེད་པའི་མཆོད་པ། དེ་ནས་ང་དང་ཕུལ་བ་མོས་པ་ཅོག་གོ་ས་ནོ། ང་དང་ངོས་སུ་ཕུལ་མ་ཐུབ་པ་སང་དེ་ཕུལ་བ་ཨོ། དཔེར་ན་བྱང་ཆུབ་སེམས་དཔའ་བྱང་ཆུབ་སེམས་དཔའ་ཀུན་ཏུ་བཟང་པོའི་མཆོད་སྤྲིན་རྫོགས་ལ་དེ་ནས། དེ་ཚོ་བ་དག་སེམས་སུ་མོས་པས་བསྒོ་ནས་དེ་ནས། ཞིང་ཁམས་དཔག་ཏུ་མེད་པ་ལ་དེ་ནས་མཆོད་སྤྲིན། དཔག་ཏུ་མེད་པ་ཕུལ་དགོས་ས་ནོ། ཕུལ་བར་དངོས་སུ་བ་ཅོ་གོ་ས་ནོ། བྱང་ཆུབ་སེམས་དཔའ་དངོས་ཉིད་ན་དེ་ནི་དངོས་སུ་དེ་སོ་ཕུལ་ཐོབ་བས་ཀྱྀ། དེ་སོང་བ་སང་དེ་ནི་ཡིད་འོང་བླ་ན་མེད་པའི་མཆོད་པ། དེ་བཟང་པོ་ཆོས་ལ་བསྟོད་པའི་སྟོབས་དག་གིས་སྐལ་བ་ཀུན་ལ་ཕྱག་འཚལ་མཆོད་པར་བགྱི། ནི། དེའོ་ད་ཕྱག་འཚལ་བ་དང་མཆོད་པ་ཕུལ་བའི་སྡོམ་བོ་ནོ། དེ་བཟང་པོར་སྤྱོད་པ་ལ་དེ་ནི་དད་པ་ཡོད་པའི་སྟོབས་སམ་ནུས་པ། དེ་ལ་བརྟེན་ནས། དེ་ལ་བརྟེན། བརྟེན་ནས་དེ་ནི་སངས་རྒྱས་བཅོམ་ལྡན་འདས་ཚང་མ། དེ་ནི་ཕྱག་འཚལ་བའི་མཆོད་པ་ཕུལ་བས། ད། ཕྱག་འཚལ་བ་དང་མཆོད་པ་ཕུལ་བ་སོགས་སུ་ན་ཡན་ལག་གཉིས། དེ་ནས་སྡིག་པ་བཤགས་པའི་ཡན་ལག་འདོད་ཆགས་བྱེད་དང་དེ་མོའི་དབང་གིས་ནི་ལུས་དང་ངག་དང་དེ་བཞིན་ཡིད་ཀྱིས་ཀྱང་སྡིག་པ་བདག་གིས་བགྱིས་པ་ཅི་མཆིས་པ་དེ་དག་ཐམས་ཅད་བདག་གིས་སོ་སོར་བཤགས། དཔེར་ན། ད་འདོད་ཆགས་ད་བྱེད་དང་དེ་མོ། དེ་ནས་དུག་གསུམ་གྱི་དབང་དུ་སོང་ཚེ་དེ་ནི་ལུས་ཀྱི་སྒོ་ནས། མི་དགེ་བ་གསུམ་ངག་གི་སྒོ་ནས་མི་དགེ་བ་བཞི་ཡིད་ཀྱི་སྒོ་ནས་མི་དགེ་བ་གསུམ། དེ་ནས་ལུས་ཀྱི་སྒོ་ནས་འདོད་ཆགས་ཀྱི་དབང་དུ་དེ་ནས་སྲོག་བཅད་པ། དེ་ནས་ང་དང་སྲོག། ང་དང་རང་བཅད་པ་ཡང་མིན་ན་གཞན་མི་གཅིག་མི་གཅིག་ལ་སྲོག་བཅད་བཅུག་པ། ཡང་མིན་ན་མི་གཞན་མ་གཅིག་སྲོག་བཅད་འདོད་ན་ལྟེ་བ། དེ་ནས་མཐར་པོད་བསྒོམ་བྱ། བཅས་སུ་ཡི་རང་ཞི་རྒྱས་བྱ། སྟེ་སྡིག་པའོ། དེ་ནས་ཅི་བསགས་ཟེར་ན་ཡང་འདོད་ཆགས་ཀྱི་སྒོ་ནས།

མཆོད་པ་ཕུལ་བྱ་སྲིད་པའི་དཔལ། ན་ར་མ་ལ་ར་མ་དང་ལུག་རྟའི་ཚང་མ་ས་དེའི་གོ་འཇོ་བ་ཕུ་ལེ་འཛིར་ཁ་ནས། དེ་དེ་འོ་གཏི་མུག་གི་སྒོ་ནས་ཤོག་བྱ་བས་ནོ། ད་དེ་འདོད་ཆགས་བཞི་དང་གཏི་མུག་གི་སྒོ་ནས་དེ་ནས་ལུས། ངག་ངག་གི་སྒོ་ནས་དེ་ནས་བཙུན། ཕྲ་མ་ལ་སོགས་པ། དེ་ནས་ཡིད་ཀྱི་སྒོ་ནས་ལོག་ལྟ་ལ་སོགས་པ་ཅི་སྤྱོད་ཟེར་ཡོད་ན་ཡང། ཏེས་སྡིག་པ་ཚང་མ། དེ་ནས་སོ་སོ་ལུས་ཀྱི།

ཏེས་སྡིག་པ་སྤྱོད་བཅུག་ན། ཡང་མིན་ན་བྱ་མ་ཅིག་སྡིག་པ་སྤྱོད་ཟེར་ན་ལྟེ་བ་ང་དང་འཐབ་པོ་བསྒོམ་ན། དེ་ནས་ཏེས་སྡིག་པ་གསུམ་ཀ། སྡིག་པ་བཙོག་བྱུག་རྒྱགས། དེ་སླ་གསུམ་ཀ་སྡིག་པ་བཙོག་བྱུག་རྒྱགས། ཏེས་གསུངས་པ་དང། དེ་ནས། དཔེར་ན་ངར་ཤོག་བཅད་ན། སྡིག་པ་འདྲ་འདྲ་ཡོད་རྒྱགས། དེ་ནས་ཡང་མིན་ན་ངར་ཤོག་མ་བཅད་པར་གཡང་གཅིག་ཅེར་ཤོག་བཅད་བཅུག་ན། ཁྱེད་རང་གཡུལ་སོ་རྫི་རེ་གཅིག་ཅེར་ས་བཅུག་ན།

དེ་ནས་དེའི་སྟེང་ན་བསོད་ནམས་ལ་རྗེས་སུ་ཡི་རང་བ། ཕྱོགས་བཞིའི་རྒྱལ་བ་ཀུན་དང་སངས་རྒྱས་སུ་རང་རྒྱལ་རྣམས་དང་ལོ་དང་མི་ནུབ་དང་འགྲོ་བ་ཀུན་གྱི་བསོད་ནམས་གང་ལ་ཡང་དེ་དག་ཀུན་གྱི་རྗེས་སུ་བདག་ཡི་རང། དེ་ནས་སངས་རྒྱས་དང་དེ་ནས་བྱང་ཆུབ་སེམས་དཔའ། དེ་ནས་ཉན་ཐོས་དེ་ནས་རང་རྒྱལ། དེ་ནས་སོ་སོ་སྐྱེ་བོ་སུ་དང་སུ་སྐྱེ་བ་དགའ་གཟུགས་ཤིག་བསགས་ཟེར་ན་ཡང་དེ་ཚང་མ་དེ་ནས་ཐར་པོ་བསྒོམ་བྱ། དེ་ནས་དགེ་བ་ལ་ཐར་པོ་བསྒོམ་པས་མ་ཟད་དགེ་བའི་གྲྭ་གཟུགས་ལ་ཡང་དེ་ནས་ཐར་པོ་བསྒོམ་དགོས་ས་ནོ། དེ་ནས།

ཚོགས་བསགས་སྒྲིབ་སྦྱངས་ལམ་ཚོགས་བསགས་སྒྲིབ་སྦྱངས་ལ་བབ། དེ་ནས་དེ་བབ་སྟེ་རིམ་པ་བཞིན་དུ་དེ་ནས་བདག་ས་ཡོད་རྡོའི་སྐབས་སུ་རྡོའི་དབང་དུ་བཏང་སའི་དེ་ནས། བྱང་ཆུབ་བརྙེས་ཟིན་ནོ། དེ་ནས་སངས་རྒྱས་བརྙེས། སངས་རྒྱས་ས་རེ་ནོ། མ་ཆགས་པའི་གོ་འཕང་ངོ་གཉིས་ཀུན། ཐོབ་ས་རེ་ནོ། ད་ནི་དེ་ཐོབ་ས་རེ་ཡོད་ཁ་ནས་སངས་རྒྱས་ཚང་མ་དེ་ནས། གལ་སྲིད་སངས་རྒྱས་ས་རེ་ཡོད་དེ་སྟེང་ན། ཆོས་ཀྱི་འཁོར་ལོ་སྐོར་ར་མེད་ན།

ད་དགོངས་པ། སྐུ་མ་གཤེགས་སར་བཞུགས་སར་གཟབས། དེ་ནས་ཉེར། སྐུ་མ་གཤེགས་པར་བཞུགས། བཞུགས་པའི་རྒྱུ་མཚན་པོ། དེ་ནས་སེམས་ཅན་ལ། དེ་ནས་ཆོས་བཟླས་ནས་སེམས་ཅན་ངུ་ལ། དེ་ནས་ང་ཅག་ད་སོ་སོ་སྐྱེ་བོ་ང་དང་ངུ་ལ། དེ་ནས་ཆོས་བཟླས་ནས། དེ་ནས། དེ། བན་པ་རྣམས། བདེ་བ་འབྱུང་བྱ་སྲིད་ཕལ། དེ་ནས་ཉེ་རང། སྐུ་མྱ་ངན་ལས་མ་གདགས་པར། དེ་ནས་སྐལ་པ་གྲངས་མེད་པའི། བཞུགས་སར་གཟབས། ཟེར། དེ་ནས་མྱ་ངན་ལས་མི་གདགས་པར། གསོལ་བ་འདེབས་པ། འདི་ནི་དགེ་བའི་རྩ་བ་གཞན་དོན་དུ་བཟུང་བ། ཕྱག་འཚལ་བ་དང་ཆོས་བཞིན་བཤགས་པ་དང་རྗེས་སུ་ཡི་རང་ཀུན་གྱིས་གསོལ་བ་དགེ་བ་ཆུང་ཙག་བདག་གིས་ཅི་བསགས་པ་དམ་བཅའ་བདག་གིས་ཀྱང་བཅོལ་ཕྱིར་བསྔོའོ། འདི་ནི་སྔར་ལ་ལྟ་དང་ཡན་ལག་དོན་དུ་ན་ཕྱག་འཚལ་བ་དང། འདི་ནི་མཆོད་པ་ཕུལ་བའི་དོན་དང་འདི་ནི་སྡིག་པ་བཤགས་པ་རྗེས་སུ་ཡི་རང་ཀུན། འདི་ནི་ཆོས་ཀྱི་འཁོར་ལོ་བསྐོར་བ་བསྐོར་བ་ཉང་ལ་མི་འདའ་བར་བཞུགས་པ་གསོལ་བ་འདེབས་པ་སྟེ་ཚང་མར་བརྟེན་ནས་དགེ་བ་ཙམ་ཞིག། ཉུང་ཟ་ཅིག་ཙམ་ཞིག་བསགས་ཟེར་ཡོད་ན་ཡང་སྟེ་ཚང་མ་སེམས་ཅན་ཐམས་ཅད། འདི་ནི་སངས་རྒྱས་ཀྱི་གོ་འཕང་ཐོབ་བྱ་སྲིད་པས་ང། ཉིད་དགེ་བའི་རྩ་བ་སྦྱིན་པ་དང་ཡིད།

དེ་ནས་ཕྱག་འཚལ་བ། ཕྱག་འཚལ་བ་དེ་ལ་དེ་ནས་ང་དང་ལུས། ཡན་གྱི་སྒོ་ནས་ཕྱག་འཚལ་བ་ངག་གི་སྒོ་ནས་ཕྱག་འཚལ་བ་ཡིད་ཀྱི་སྒོ་ནས་ཕྱག་འཚལ་བ་དེ་ནས་དེ་དེ་ཚར་ནས་དེ་ནས་ང་དང། ད་ལུས་ཀྱི་དེ་ནས་སྤྱོད་ལམ། ད་ང་དང་སྟོན་པ་ལ་སོགས་པ་སྟོན་ཚར་ན་དེ་ནས་གཟུགས་སོགས་ཁ་གྲངས་བུར་བྱ། དེ་ནས། ནམ་རྒྱུན་ནི་ང་དང། ལ་སྤྱོན་གྱིས་སམ་བཞིན་ལ་གང་ལ་ལ་སོགས་པ་སྤྱོན་གྱིས་སམ་དེ་ནས་ང་དང་དེའི་ཡན་ལག་བདུན་པོ། ནམ་རྒྱུན་ནི་མི་ཚེ་ན་ང་དང། ཉམས་ལེན་སྤྱོད་ཐུབ་པ་ནོ། དེ་ནས་ང་དང། དུག་ཚ་ན་ཟ་ཚ་ན་དེ་ནས་དེ་ལུས་པོ། ལུས་ཀྱི་ཆུ་རླངས་བུ་ག་ལ་ཆུ་ཆགས་པོ་ལུས་ཀྱི་ཕྱག་གི་ཁོངས་སུ་གཏོགས་བ་ནོ། དེ་ནས་ངག་ནས་དེ་ནས་ངག་འཁྱག་ལ་སོགས་པ་དང་དེ་ནས་ཚིགས་རྩུབ་མོ་ལ་སོགས་པ་སྤངས་ཟེར་དེ་ནས། མ་ཎི་དང་འཇའ་དེ་ནས། མ་ཎི་དང་འཇའ་འདོན་པ་དང་འཇའ་དེ་ཚང་མ། དང་དང་ལ་སྤྱོན་ཅིང་སང་མ་ཎི་དང་ནང་བྲིས་ཡ་ནོ། དེ་ཚང་མ་ངག་གི། ཁོངས་སུ་གཏོགས་བ་ནོ། ངག་གི་ཕྱག་གི་ཕྱག་ཡིན་ནོ། དེ་ནས་ཡིད་ཀྱི་ནང་ནས། རྣམས་སམ་དེ་ནས་དཀོན་མཆོག་སྲུང་མ་དད་པ་པོར་བྱས། དེ་ནས་དད་པ་དང་ངོ་སྤ། དེ་ནས་བོར་ན་དེ་ནས་ལྟ་བ་ལོག་པ་ལ་སོགས་པ་ལྟ་ལོག་ལ་སོགས་པ་སྤངས་སོ་དེ་ནས་དད་པ་བོར་ན་དེ་ནས་ཡིད་ཀྱི་སྒོ་ནས་ཕྱག་འཚལ་བ། ཁོ་རང་ནམ་རྒྱུན་ནི་ཁོ་རང་རང་བཞིན་ནི། བཤགས་སྟངས་ཡིན་མི་ཚད་ན་ཕྱག་ནོ། དེ་ནས་མཆོད་པ་ཕུལ་བ་ལ་དང་སྤྱི་དང་མེ་ཏོག་ལ་སོགས་པ་ཅི་བདེ་མེད་དོ་སྣང་དཀོན་མཆོག་གསུམ་ལ་མཆོད་ཅིག་བསམ་ཚེ་སེམས་ཀྱི་བསམ་བློ་དང་ན་ལྟེ་བའི་མཆོད་པ་ཡིན་ནོ། ང་དང་དྲུག་ལེན་ཅིག་བསམ་ཅི་མཐོང་ན་ཡང་ཅི་ཟ་ན་ཡང་དེ་ནས་དཀོན་མཆོག་གསུམ་ལ་མཆོད་པ་ཕུལ་བསམ་ཚེ་དེ་ནས་སེམས་ཅི་ན་བསམ་པ་ཙམ་གྱིས་དེའི་མཆོད་པའི་ཁོངས་སུ་གཏོགས་ནོ། དེ་ནས་སྡིག་པ་བཤགས་པ་ནི་ང་དང་དེ་ནས། ཉི་མ་གཅིག་ཡིན། དེ་ནས་ད་སྔ་རྟོག་མེད་འཕེལ་ཏོག་ཚོགས་པའི་ཉི་མ་གཅིག་གི་བསམ་བློ་དང་ན། དེ་ནས་དེ་རིང་ཉི་མ་ལྔས་ངས་དེ་ནས་ལུས་ངག་ཡིད་གསུམ་གྱི་སྒོ་ནས་ད་མ་འགྲིག་པ་སྡིག་པས་ཅི་བྱོས་ཟིན་ལགས་བསམ་ཚེ་དེ་ནས་མཚན་ལ་འཕེལ་ཏོག་ལ་བསམ་བློ་དང་ན། དེ་ནས་དེ་བསམ་བློ་དང་ཙང་ན་དེ་ནས་དེ་རིང་ངས་སེའུ་མ་འགྲིག་པ་བྱོས་ཟིན་ལགས་བསམ་ག་ནས་བསམ་བློ་སྐྱེས་ཚེ་དེ་ནས་དེ་ནས་གང་ད། ངོ་ཟིན་སོང་ན Realize ངོ་ཟིན་སོང་ན། དེ་ནས་དེ་ངོ་ཟིན་ནས་ད་ཐོ་རེ་ན་མི་སྤྱོད་བསམ་ཁ་ན་བོ། དེ་ནས་གཟིགས་པ་ཆགས་པ་ཉི་མ་གཅིག་ཡིན་ན་ཆ་ནོག་དེ་ན་ཉི་མ་གཅིག་པོ་སྤྱོད་ན་དེ་ནས། ལོ་ཉི་མ་ཞག་མ་ཞག་མ་གཅིག་ཡིན་ན་སྤྱོད་ན་དེ་ནས། ཟླ་གཅིག་དེ་ནས་ཉི་མ་སུམ་བརྒྱ་དྲུག་ཅུ་དེ་ཚང་མ་དེ་ནས་ལོ་གཅིག་དེ་ནས་ལོ་གཉིས་དེ་ནས་མི་ཚེ་ཁོ་རང་དེ་ནས་ཉི་མ་རེ་རེ་སྤྱོད་མཁན་ནས་གཟིགས་པ་ཚང་མ་ཤ་ཆ་ནོག།

རང་རང་དུ་སོ་ཐོབ་པ་མེད་ན་ངའང་དེ་སོགས་སུ་སྐྱེ་བ་བཅོ་བྱ་སི་ཏུ་སོ་ཅིག་ཐོབ་ན། ཐོབ་ཅིག་པའང་བསམ་ག་ནས་བསམ་བློ་སྐྱེ་བྱ་སི་དེ་ནས་ཁོ། ཇོ་ཁང་དུ་ལ་དེ་ནས་ང་ད་བར་པོ་བསྒོམ་ན་དེ་ནས་སྐྱེ་བ་འདྲ་འདྲ། དེ་ནས་རྗེས་སུ་ཡི་རང་བའི་སྐྱེ་བ་འདྲ་འདྲ་ཐོབ་པ་ནོ་རྗེས་སུ་ཡི་རང་ཇོ་ཁང་པོ་ལ་དེ་ནས་སྐྱེ་བ། ཁོ་ཇོ་ཁང་པོ་ན་དེ་ནས་སྲོག་ལ་སྐྱེ་བ་ཐོབ་པ་ནོ་དེ་ཕྱིར་དེ་ནས་རྗེས་སུ་ཡི་རང་བསྒོམ་བྱ། དེ་ནས།

ཆོས་ཤེས་ས་ནོས་ན། ལྟས་ཚང་མ་དེ་ནི་ཆོས་གསུང་བ་ཙག་དེའི་དོན་དག་པོ་གསུང་བ་ཙག་ཙིག་རེད་ལྟས་ཚང་མའང་དེ་ནི། ལྟས་ཤེས་ཁ་ཅིག་མི་སྐྱེ་ནའང་ད། ཤེས་ཁ་མང་པོས་དེ་ནི་རང་རང་ཡུལ་རང་རང་ཡུལ་རང་རང་ཡི། ད་གཟུགས་ཡོད་ནའང་དེ་ནི་ཤེས་ཁ་ནོས་ན་ལྟས་ཚང་མ་དེ་ནི་ཆོས་ཟིན། ཆོས་ཟིན་དོན་དག་ཚང་མ་ཤ་བཅུག་བྱས་སུ་དེ་ནི། དེ་བས་ཅི་བྱ་ནོ་ཞེ་ན། དེ་ནི་ནམ་རྒྱུན་ནས་མི་ཚད་ན། ད་བླ་མ་དང་རིན་པོ་ཆེ་ཚང་མ་བཞག་སྟངས་ང་དང་ཕེབས་ཐུབ།

མྱ་ངན་ལ་མི་ལྟ་བར་བཞུགས་སོ་གསོལ་བ་འདེབས་པ། དེ་ནས་སྔགས་འདི་ཡུལ་རང་རང་ཡུལ་ལ་དེ་ནས་བླ་མ་དང་རིན་པོ་ཆེ་དང་དེ་ནས་སུ་དང་སུ་མཁན་པོ་དང་དེ་ནས་སུ་དང་སུ་བཞུགས་སའི་ནང་དེ་ཚང་མ་དེ་ནས་ད་བརྟན་བཞུགས་ལ་བརྟན་བཞུགས་དང་དེ་ནས་སྐུ་ཚེ་ཡུན་རིང་འཚོ་ཞབས་ཕྱི་ཡ་དེ་ནས་བརྟན་བཞུགས་ལ་སོགས་པ་དང་ཕུལ་དགོས་ས་ནོགས་སུ་ནམ་རྒྱུན། དེ་ནས་དེའུ་ཉག་ལ་མི་ལྟ་བར་ཞུགས་པ་གསོལ་བ་འདེབས་པ་ཡིན་ནོ། དང་དང་སྟེ། འདོན་པ་དོན་བྱ་འདོན་པ་དོན་བྱ་དང་ཉམས་ལེན་བརྗོད་བྱ་ན་དེ་ནི། དེ་ཚང་མ་དག་གོ། སྒོམ་ཟེར་ཡ་མིན་ན་དེ། དཔེར་ན་རྒྱལ་བ་རིན་པོ་ཆེ་དང་དེ་ནི། ཆེ་བྱང་རིན་པོ་ཆེ་དང་འབྲུག་པ་རིན་པོ་ཆེ། འབྲུག་པ་རིན་པོ་ཆེ་དང་དེ་ཚང་མ་དེ་ནས་ཡང་ཏང་ཡང་མྱ་ངན་ལ་མི་ད་བར་བཞུགས་པ་གསོལ་བ་འདེབས་སོང་ཏང་སྤྱི་ཏང་གི་སྒོ་ནས་ད་དང་བཞུགས་ཚུལ་ལ་ནོག་དེ་མ་ཡིན་པ་དེ་ནས་ང་ཏང་ནམ་རྒྱུན་ནས་ན་ནམ་རྒྱུན་ནས་མིན་ཚེ་ན་ད་དེ་ནས་ནམ་རྒྱུན་ང་ཏང་ད་མཁན་པོ་དང་དེ་ནས་དེ་དགེ་བའི་བཤེས་གཉེན་དང་དེ་ནས་སུ་དང་སུ་ཡིན་ན་ང་ཏང་ནམ་རྒྱུན་དེ་གཟུགས་ཡིད་ད་མང་གཟུགས་ཅག་མ་ནོག་དེ་ཡིན་ན་ཡང་ང་ཏང་མི་ཚེ་ན་ནམ་རྒྱུན་ནས་མི་ཚེ་ན་ང་ཏང། དེ་ནས་དགེ་བའི་བཤེས་གཉེན་དང་སུ་དང་སུ་ཡིན་ནའང་དེ་ནི་ཉང་ལ་མི་ལྟ་བར་བཞུགས་ཟེར་ཏེ་དེ་ནི་ཞབས་བརྟན་དུ་འཇགས་སུ་དང་དེ་ནི། དེས་གསོལ་བ་བཏབ་བྱ་སོ། དེ་ནས་ང་དང། ཉང་ལ་མི་ལྟ་བར་བཞུགས་ཟེར་གསོལ་བས་གསོལ་བ་འདེབས་པ་དེ་ཡིན་ནོ། དེས་རྟའི་ཁོངས་སུ་གཏོགས་པར་བསམ་དེ་ནི་ང་དང། ལ་ཞོན་ཅིག་བསམ་སྟེ་དེ་བསམ་མ། དེ་ནི་ང་དང་ད། ནམ་རྒྱུན་ནི་ཉམས་ལེན་ནི་ན་དེ་ཡང་ནོ། དེ་ནས་དགེ་བའི་རྩ་བ་ཞང་སྟོན་དུ་སོང་བ། དེ་ནས་ང་དང་རྒྱལ་བའི། རྒྱལ་བའི་མ་ནི་གཅིག་བཏོན་ན་ཡང་དེ་ཚང་མ། དེ་ནས། སྐྱབས་འགྲོ་སེམས་བསྐྱེད་ཅིག་ཅི་བཏོན་ན་ཡང། དེ་ནས། དེས་རྒྱལ་བའོ། དེ་ནས་སེམས་ཅན་ཐམས་ཅད་ལ་ང། སྦྱིན་པ་དང་ཡང། སེམས་ཅན་ཐམས་ཅད་སངས་རྒྱས། སྐྱབས་སེམས་ཕུལ། དེ་ནས་སྦྱིན་པ་དང་ཡང། སངས་རྒྱས་སོ། དེ་ནས་ང་དང། ནམ་རྒྱུན་ནས་དེ་ནི་ཉམས་ལེན་ནི་ན་ད་ང་ཏང། དེ་གཟུགས་བྱད་བསམ་བློ་བཏང་ན། དེ་ནི་ང་ཏང་ཡན་ལག་བདུན་པ་ཞིག་ཁོན་པོ། དེ་ནི་ང་ཏང་ལག་ཞོན་ཅིག་སང་དེ་ནི། ཞིང་ལག་གང་ལག་ཞོན་ཅིག་སང་དེ་ནི་ང་ཏང། དེ་ཉམས་ལེན་པོ་ཁོ་ཤར་དང་ཤོར་ལ་ང་ཏང་གྲུབ་ཐུབ་པ་ནོགས། དེ་ནས་ང་དང་ཡིའུ་སྟག་བཟང་ཞོ་སྣུམ་ལམ་ཞུ་གང་དྲུག་དེ་ནས་ང་དང་ཤིན་པའི་བེར་དོ་ནང་གསོན་པའི་བེར་དོ་ནང་སུའི་བེར་དོ་ནང་དེ་ནས་ཕ་ཉོན་ཆེན་མེག་ཨི་ནོས་དེ་ནས་སོ་སྟག་བཟང་ང་དང་མོ་ནམ་སྟག་ས་བཏབ་བྱ་སོང་དེ་ནས་ང་དང་སང་རྒྱལ་རྒྱལ་སུག་པའི།